དཔེ་བཞག་ན་ང་ཚོ་སློབ་གྲྭ་ན་ལ་ད་ང་ལ་དེ་ད་མགོ་ལོག་ས་ཆ་ན་མི་ཚང་མ་གི་ཕྱི་རེད། མགོ་ལོག་བཅུ་དྲུག་ས་ཆ་གི་རེད་བཅུ་དྲུག་ས་ཆ་གི་ཕ་མ་གཉིས་དང་དགོང་མོ་ཐོ་ཕ་གིན་ན་ཁོ་དེ་རླངས་འཁོར་གཏོང་མ་ཅི་ཞིག་རླངས་འཁོར་གཏོང་གི་དེ་འདྲི་ཅི་རེད་ཨ་ནི་མི་གཅིག་ཐག་རིང་པོ་གི་མི་གཉིས་མི་གཉིས་ཡོང་ནས་ད་ཁོ་གཉིས་གི་ཆུ་དགོང་མོ་ད་ཁོ་ཚོ་ཕ་གསེར་རྟ་ཕ་རུ་འགྲོ་དགོ་གི་ལ་སེར་རྟ་ཕ་རུ་འགྲོ་དགོ་དེ་འདྲི་ཡིན་ད་ད་ཁྱོ། ཁོ་ཚོ་གླ་ཆ་མང་པོ་ཅིག་སྤྲད་ཟིན་ནས་དེ་ནས་ཁོ་ཚོ་དགོང་མོ་འགྲོ་ས་ད་ཁོ་ཚོ་དེ་ནས་ཆེ་སྔ་ཚིགས་ནས་ཕར་འགྲོ་ཟེར་ག་ནས་ཁོ་ཚོ་འགྲོ་རོགས་མ་བྱེད་ཟེར་དེ་ནས་དགོང་མོ་ཆུ་ཚོད་བཅོ་པ་འདྲ་དུ་འགྲོ། འགྲོ་ནས་ལམ་ཁ་ལ་རེད་ཕ་མ་གཉིས་དང་བསད། དེ་ཤུལ་ལ་སྤུ་གུ་གཉིས་ཡོད། སྤུ་གུ་གཉིས་དེ་ལྷག་བཞག་གི་དེ་ནས་སྤུ་གུ་གཉིས་དེ་དེ་ང་ཚོ་ད་རྗེས་མ་དེ་ད་ཁྲིམས་བཟང་ལས་ཁང་དང་དེ་ནས་གཅིག་འགྲོ་དེ་མི་མང་སྲིད་གཞུང་གི་ཁོ་ཚོ་སྤྲོད་ག་ཟེར་ནས་ད་སློབ་མ་ཡིན་ན་མིན་ན་ད་ལྟ་དྲག་སློབ་གྲྭ་ནས་བསྐྱང་བ་མ་གཏོགས་དེ་ནས་ད་ཕ་མ་གཉིས་མེད་དེ་བདག་པོ་རྒྱག་དགོས་མི་འདུག་ཟེར་དེ་འདྲ་ཟེར་སྐྱིད་འོང་ཟེར། དེ་ནས་རྗེས་མ་དེ་འདྲ་ཞིག་བསྐྱང་དགོས་ན་དེ་ནས།

དེ་ལྟར་མ་བྱེད་ཁྱོད་ཤེས་ཀྱི་ཆུ་ཚོད་ཁྱོད་ཤེས་ན་དབང་ཆ་ཡོད་རེད་ཁྱོད་ལ་ཐོབ་སོང་ཨེ། ཨ་ནེ་ངས་ཟེར་ནས་ད་ང་ལ་ཕྱིར་དྲི་ལོ་བཤད་ཀྱི་མེད། ད་བུ་གུ་དོ་ཚོས་དྭ་ཕྲུག་རེད་ང་ཚོ་འདི་ནས་སློབ་གྲྭ་འདི་ནས་དེ་སློབ་གསོ་སྤེལ་གི་རེད་ད་བུ་གུ་དོ་ཚོས་ང་ཚོ་ལ་བག་ཟོས་ནས་ང་ཚོ་སྐྱེ་སངས་རྒྱུ་ནས་རིག་གནས་ཀྱི་གསར་འགྱུར་མ་གཏོགས་དེའང་ཁྱོད་ནི་དེའི་ཕན་ཆོད་ནི་ང་ལ་རེ་བ་ཅང་མེད་ལ་ཡོད། དེ་ནས་ད་བུ་གུ་དེ་གཉིས་ལ་སྐད་ཆ་དྲི་དགོས་འོས་འདུག་བུ་གུ་དེ་གཉིས་དེ་སྐད་སྐད་ཐོག་ནས་ཐོན་སོང། བུ་གུ་དེ་གཉིས་སྐད་ཐོག་ནས་ཐོན་ནས་དེ་ནས་བུ་གུ་དེ་ལ་ཟེར་ནས་ད། ད་ཁྱོད་ཚོ་ཕ་མ་སེམས་ཁུར་ནི་གཟིམ་བཞག་བ་རེད་ཁྱོད་ལ་དེའི་རེ་བ་ཅི་ཡོད།

དྲན་ཐལ། སོ་སོ་གི་ཕ་མ་སེང་གེ་གི་མིག་ལ་ལྟར་དགྲ་བོ་ལ་དངོས་གནས་བཞིན་ན་ད་ཕ་སྨྱོན་ཅིག་དགོངས་ཏེ་ད་དངོས་གནས་ཕྱོགས་གཅིག་ནས་བཤད་ན་ད་ང་ཚོ་བོད་མི་རིགས་ཀྱི་ཆེད་རླབས་ཆེན་གྱི་བསམ་བློ་ཟེར་ཏེ་ད་འདི་འདྲ་ཡི་ལན་བསམ་བསམ་ཡོང་གི་འདུག་དེ་གི་ཐོག་ལ་དེ་བོད་བུ་མོ་དེ་ལ་ཡི་དེ་ང་ཚོ་དེ་ད་ལོ་ཁོ་རང་ཚོ་གི་ཆོས་ད་ལྟ་དེ་ཁྲིམས་རྩོད་ལེན་ཁང་དུ་མི་དེ་ཚང་མ་ངུས་ནས་ད་ད་སྐད་ཆ་མང་པོ་སེམས་གསོ་དང་མང་པོ་བཤད་སོང་དེ་ནས་ང་ཚོ་ཡི་དེ་བོད་བུ་མོ་དེ་ལ་ད་ཁྱོད་དངོས་གནས་བསམ་བློ་ཡག་པོ་དེ་དེ་འདྲ་བཟོ་དགོས་རེད། ངོ་ནས་བྱས་ན་ད་ང་ཡིན་གཅིག་མིན་གཅིག་ད་གཞས་གདོང་མང་པོ་ཁུར་སོང་ན་དེ་དོན་དག་ནི་ལས་ལས་ཀ་ཁ་ཤས་དེ་ངོ་ཚའི་ངང་ངོ་ནས་དྲོངས་ནས་ང་ཚོ་བོད་པ་ཡིན་ན་མཚན་དུ་ཞིག་ལས་རྒྱུ་འབྲས་ཁས་ལེན་གི་རེད་ལས་དབང་གི་བཀོད་སྒྲིག་བྱས་ཀྱི་ཡིན་གྱི་ཤེས་ཡོད་མ་རེད་དེ་དེ་འདི་འདྲ་ཟེར་ད་འདི་འདྲ་བྱས་པ་འདི་ད་སྙིང་གཅིག་བསམ་ནས་ངོ་མ་ཐུག་ཁོ་རང་འདྲ་བྱས་ན་ད་ཁོ་རང་ཕ་མ་ཉེ་མི་ནི་སྡུག་ཐུག་ཨོ་རེད་ཐུག་ཨོ་རེད་རེད་ཡིན་ན་ད་སོང་ནས་བསམ་བློ་འདི་རིགས་རྒྱ་ཆེན་པོ་གཏོང་གི་འདུག་དེས་ཁོང་ལ་ཁོ་ཚོ་གི་སྐད་ཆ་དྲིས་ཏེ་དེ་འདྲ་བཟོ་ན། དེ་ནི་ཁོང་ཉིད་དེ་རེད་ད་གི་ག་རྣམ་པ་ཁོ་ཚོ་ལ་སློབ་གསོ་སྤྲད་དུས་སྐབས་ཟེར་ན་ཁོ་ཚོ་ལ་ཆེས་ཕར་ཉོན་ཅིག་དགོས་མགོ་ཡ་དེ་ང་ཚོ་གི་མིག་ཡིན་ན་བསམ་པ་བཟང་པོ་འཚག་དགོས་ཡ་དེ་འདྲ་ཟེར་མང་པོ་ཤེས་སོང་དེ་འདྲའི་ཡིན་ད་ང་ཚོ་ཡི་བསམ་བློ་གཏོང་ནས་ད་དེ་ཉིད་སེ་མ་སེ་མེད་དེ་འདྲ་ཟེར་རོ་དེ་འདྲའི་གཏོང་ན་ཡང་སོ་སོ་གི་སྙིང་རྗེ་ད་ང་ཚོ་སློབ་གྲྭ་གི་ཡིན་ད་དོ་སློབ་གསོ་གི་ཁ་ཕྱོགས་འདྲ་དེ་ཟེར་དགོས་ནས་ད་སློབ་མ་འདི་ཚོ་ལ་ཆེས་སློབ་གསོ་སྤྲད་ཡ་དེ་གི་ཕན་ཐོག་དེ་ཚོ་ཡོང་དགོས་འདུག་བསམ་ཚོད་ཡང་སོ་སོ་སེ་མ་སེ་ཡོང་གི་འདུག་དེ་འདྲ་གྱི་རེད།